འདི། དྲ་ལམ་ནས་ཕབ་ལེན་བྱེད་ས་དེ་ཡོད་རེད། འདི། ཁྱེད་རང་གི། PDF to text dot com ཟེར་བ་ཞིག་འདུག་དེ་འདྲ་ཞིག་ཡོད་རེད་ད་དེ་གི་རྣམ་པ་འདྲ་བོ་དེ་འདི་འདྲ་ཞིག་རེད། འོ་འདི་ནང་ང་ཡར་ནང་བཞུགས་བྱས་པ་ཡིན་ན་འདི་ཧ་ལས་པའི་ཡག་པོ་ཡོད་རེད་ཁོ་རང་གི་གར་འདི་ཡི་གེ། འདི་ཚོ་ཏག་ཏག་ཏག་ཏག་ཅིག་ལེན་ཐུབ་ཀྱི་ཡོད་རེད་གཞན་པ་དེ་ཚོ་ཀུན་ཡོང་བའི་བོད་ཡིག་དེ་ཚོ་འགྱུར་བ་གཏོང་ཡག་དང་བོད་ཡིག་དེ་ཚོ་སུམ་འགྲིལ་ཡག་དེ་འདྲ་ཅིག་ཡོང་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ན་ང་ཚོ་གིས་དེ་ག་བ་ཡོད་རེད་ལབ་ན་ཕབ་ལེན་དུ་རྒྱུགས་ཚངས་པ་ནང་ཡོད་ཨ་འདི pdf འདི་གཅིག་དེ་ནས་འདི་ནང་ལ་གནང་རྒྱུགས་གཅིག་ཡང་ན་ཁྱེད་རང་གིས་ཐད་ཀར་འདི་ནང་ཁོ་རང་གཉིས་བཞག་ཤ་ན་ཡང་འགྲིག་གི་རེད་ཀྲི་ཡོང་ནས་བཞག་ཤ་ན་འགྲིག་གི་ཡོད་རེད་ད་ཁོ་རང་གིས་གནང་རྒྱུ་གཅིག་ཚར་སོང་ཨ་འདི་འདི་ཡོད་ན pdf true text ལབ་འདུག་ད་དེ་འདྲ་ཡིན་དུས་ན་ང་ཚོ་འདི

དེ་ནི། ཨ་ནེ་བྷིའད་ཁོ་ཀྲུ་ཀྱིས་དེ་ལྟར་ཀུ་ཤུ་ཏཱ་གི་ཁོངས་གཏོགས་ཅན་གྱི་ནང་ཆ་མེད་དུ་འགྲོ་གི་རེད་ཡིན་ན་ཡང་ད་ལྟ་ཡང་ཕག་ལེན་བྱེད་ཡག་དང་དུས་སུ་རྙོག་དྲ་ཚ་བོ་འདྲ་གཅིག་ཡོད་རེད། དེ་གཅིག་དེ་འགོ་ལ Right Click ཙི་ཙི་ཡིད་སྣོན་གྱིས་ཙི་ཙི་ཡིད་སྣོན་གྱིས་དེ་ནས Open with Notepad གྱིས། ད་འདི་ལ་ཁྱེད་རང་གིས་ལྟ་དང་ད་འདིའི་ནང་ནས་དེབ་ཀྱི་རྣམ་པ་ནོར་བ་གཅིག་ནས་ཡག་པོ་གཅིག་ཡོང་བསྡད་ཀྱི་ཡོད་རེད།

འདི་ཤོག་ངོས་རེད་འདུག་ཤོག་ངོས་དེ་བཞག་ཤག་ན་འགྲིག་གི་འདུག་ཤོག་ངོས་བུད་བཞག་དེ་ནས་ཏན་ཏན་གྱི་གོང་དུ་སོང་བ་ནང་བཞིན་གྱི Edit བཟོ་རྒྱུ་ནང་ལ་ཕེབས་ཨ་ནི Replace བཟོ་རྒྱུ་དེ་ནང་ལ་ཅིག་ཕེབས་དེ་ནས་ཏན་ཏན་ཁོ་རང་གི་ང་ཚོ་ངོ་ཤེས་ཀྱི་རྒྱུ་འདི་ན་སླེབས་སོང་དེ་ནས་སླེབས་མེད་ཡ་ཡིན་ན་འདི་ནས་འདི་ནང་ལ Paste གྱིས་ད་འདིའི་ཨོ་ཁ་གི་དེ་སྟོང་པ་བཞག་ཤག་ན་འགྲིག་གི་འོ་རེད་ད་དེ་ནས།

ཁོ་རང་གི་འདི་ནང་ལ་ད་དཔེ་ཆ་གི་དཀར་ལྷ་དགོས་རེད། ཁོ་རང་གི་ནང་ལ་འབྲི་དེ་ཁ་བྱང་དེ་འདྲ་མ་ཡིན་པ་ད་ནང་ལ་འབྲི་དེ་ཀྱི་དེ་འདྲ་མང་པོ་ཅིག་ཡོང་དེ་ཡོད་རེད་ད་ང་ལ་དེ་འདྲ་ཡིན་འདི་ན་འདི། དགོང་ལ་ཡར་ལྟ་བ་ཡིན་ན་འདི། འོ་འདི་ས་འོ་འདི་རེད་ད་འདི་ཆེས་ཐོག་མ་དེ་ཡོད་རྒྱུ་དེ་རེད་འདུག་ད་འདི་དང་པོ་དེ་ཡིན་ན་ང་ཚོ་དགོས་ཀྱི་ཡོད་རེད་ད། འདི་ཁོ་རང་གི་དེབ་ཁོ་རང་གི་མཚན་ཤོག་གྱི་དཀར་ཆག་གི་དགོངས་ལ་གྱུར་འདུག་དེ་ནས་ད་ང་ཚོ་གཉིས་པ་དེ་འགྲོ་དགོས་ན་འདས་ཀྱི་ནས། ད་ཤོག་ངོས་གཉིས་པ་གི་དགོངས་ལ་གྱུར་འདུག་དེབ་གོག་ཡོད་མ་རང་ང་ཚོ Replaced། ད་ནི་ད་གསུམ་པ་ཁོ་རང་ངོས་འདི་གསུམ་པ་གི་དགོངས་ལ་གྱུར་འདུག Replaced། ད Replaced བྱེད་དགོས་ན་འདི་ནང་ཉིས་བརྒྱ་ལྷག་ཅིག་ཡོད་རེད་ད་དེ། རེ་རེ་རེ་རེ་བྱེད་དགོས་ན་དཀའ་ལས་ཁག་པོ་ཡོད་རེད་ད PDF ཕུལ་གི་དེ་འདྲ་ཅིག་བཟོ་བྱ་གི་ཡོད་རེད་དེ་འདྲ་ཡིན་དུས་ན། ད་ཡག་ཤོས་དེ EPUB རེད EPUB ནང་ན་ད་དེ་འདྲ་བོ་ཁུར་གི་དེ་ཆུ་ནས་ཁོ་རང་གི་འདི། Coverage ནི་རོ་གཅིག་གི་མ་རེད། གླེང་རྒྱུའོ་མ་རེད། དེ་འདྲ་ཡིན་དུས་ན། ནི། ཨི་ཕབ་དེ་ཡག་ཤོས་ཀྱི PDF དེ་གཉིས་པ་ན་ཆགས་འགོས་རེད། PDF དེ་ལས་ན་ང་ཚོ་ཐབས་ཤེས་མེད་ན་མ་གཏོགས། PDF དེ་མ་གླེང་ན་ཡག་ཡོད་རེད། ད་འདི་འདྲ་གྱི་ནི་རེ་རེ་རེ་རེ་གྱི་ནི་བསུབ་དགོས་གི་འདུག་ཨ་དེ་ནི་བདུན་པ་རེད་འདུག་ཨ། ནི་བརྒྱད་པ་གོ་འགྲོ་གི་འདུག་ཨ་དེ། ཧོ་དེ། ད་འདས་ང་དཀའ་ངལ་ཅིག་སྤྲད་རྒྱུ་དེ་ང་ཚོ་གི་འདི་སྐྱིད་ལ་ཅིག་འདུག་འདི་ཚང་མ་དེབ་སོབ་ཀྱི་སྙིང་གི་ཡོད་མ་འདི་ཚོ་བཞག་ན་དེ་འདི་སྐྱིད་ལ་གི་པེ་ཅག་གི་སྤྱི་ཁོག་ནང་ལ་ཁོ་རང་ཡོད་བསྡད་པ་འདི་ཚོ་སོབ་བཞག་ན་ཡང་འགྲིག་གི་ཡོད་མ་རེད་དེ་འདྲ་ཡིན་ན་འདི་འདྲ་བོ་དེ་སྐེབས་བྱས་ནས་བོག་མ་རེ་འགྲོ་ནས་ད་འདས་དགུ་བ་གི་སྒང་ལ་ཅིག་འདི་ཟིན་ན་འགྲིག་གི་ཡོད་རེད་ད་འདས་འདི་གི་པེ་ཅག་གི་སྤྱི་ཁོག་རེད་འདུག་ཧ་འདི་འདྲ་ཅིག་བྱས་ན་འདི་ཟིན་ན་འགྲིག་གི་འདུག་འདི་ཅོག་གཅིག་གི་སྒང་ལ་འདི་ཟིན་ན་འགྲིག་གི་འདུག་ཨོ་དེ་འདྲ་ཅི་ཉིད་ལྟ་དགོས་ཀྱི་ཡོད་རེད་ཟེར་འདས་ལ་དེབ་སུབ་ཅིག་ཤར་ག་ཡིན་ན་ཁྱེད་རང་གི་དཔེ་ཆ་གི་སྤྱི་ཁོག་ནང་ལ་ཡོད་བསྡད་པ་དེ་ཚོ་སུབ་ཤར་ག་ཡིན་ན་ཡང་དེབ་དེ་ཆ་མ་ཚང་བ་དང་དེ་འདྲ་བོ་ཅི་ཉིད་ཆང་འགྲོ་གི་ཡོད་རེད་ཟེར། ཨོ་ད་འདིའི་བྷི་དི་ཨེཕ་ཉིད་སི་ར་ཡིག་རྐྱང་ལ་བསྒྱུར་ནས་ད་ཡིག་རྐྱང་དེ་གཙང་བཟོ་བྱེད་སྟངས་ཀྱི་རྣམ་པ་དེ་འདི་རེད། དེ་འདྲ་ཡིན་དུས་ན་ད་འདི་ང་ཚོ་གི་ད་ཚར་མ་འདུག་ཨ་ཡིན་ན་ད་ང་ཚོ་གི་ད་དཔེ་མཚོན་ད་གཙང་མ་བཟོ་སྟངས་དེ་དེ་འདྲ་བོ་ཅིག་རེད་དེ་འདྲ་ཡིན་དུས་ན་ད་འདི་ཚོ་གི་མཚོན་པའི་ད་འདི་ནང་ལ་མ་གོ་བ་གི་རིགས་མང་པོ་ཡོད་པ་ད། མཐོང་བས་སྐྱོང་ནས་ཡོངས་ནས་བསྐྱར་དུ་ཡོངས་བཟླས་པ་དེ་ཚོ་ཚང་མ་དེ་ང་ཚོ་གི་བསྐྱར་གསོ་བྱས་པ་ཡིན། འོ་དེ་བྱེད་སྟངས་རྣམ་པ་དེ་འདི་འདྲ་བོ་ཅིག་རེད། འོ་དེ་འདྲ་ཞིག་ཅིག་དེ་ནས་ད་ང་ཚོ་གི་འདི་ཚར་སོང་བ་ཡིན། ཚར་སོང་བ་དང་ཡང་ན་ཀི་ལིའུ་འཕྲོ་མཚམས་བཞག་དགོས་དགོས་ན་ང་ཚོ་གི་ཉར་ཚགས་མ་བྱས་ན་འདི་ནས་བརླག་འགྲོ་དགོས་ར་འདི་རུ་ཁོ་རང་རང་སྒེར་གི་ཉར་ཚགས་ཅིག་གི་མ་རེད་དེ་འདྲ་ཡིན་དུས་ན། ཕ་ཡུལ་དུ་རྒྱུ་ནང་ལ་སོང། དེ་ནི་སེ་བྷི་ཨན་སེ་བཟོ་རྒྱུ་ནང་ང་སོང་བ་ཡིན་ན་ད་ཁྱེད་རང་གི་དེ་ཉར་ཚགས་བྱེད་ས་གི་ས་ཆ་ག་བར་འགྲོ་དགོས་ཀྱི་ཡོད་ནམ་མཚན་གཞུང་བསྒྱུར་བ་གཏོང་དགོས་ཀྱི་ཡོད་པ་ཡིན་ན་ད་གཟོད་ཚང་མ་ད་ཁྱེད་རང་གི་འདིའི་ནང་ཉིད་ཨ་ཅི་ཆོག་གི་ཡོད་རེད། ཨ་དེ་འདྲ་ཅིག་ཅིག་དེ་ནི་ཉར་ཚགས་བྱས་སོང་བ་ཡིན་ན་འགྲིག་འགྲོ་གི་ཡོད་རེད་དེ་ཨ་ནི་ཡེས་ནི། ཨོ་ད་དེ་ནི་ད་ང་ཚོ་གི་འདི་ཁོ་རང་གི་ཡང་ཁྱེད་རང་གི་ལིབ་འཕྲོ་ཡིན་ན་མི་འཐོལ་ཅིག་དེ་ནི་འདི་ཕྱི་ཚར་བའི་རྗེས་ནི་ད་ང་ཚོ་གི་ཡེ་ར་སྒི་ཐབ་ནང་ལ་ནང་འཇུག་བྱ་དགོས་ཀྱི་ཡོད་རེད་དེ་ཁྱེད་རྟེན་གི་དེ་སྐོར་དེ་ངས་ངའི་སྒྱིད་མའི་ནང་ཉིད་ངོ་སྤྲོད་བྱེད་ཀྱི་ཡིན་ཐུགས་རྗེ་ཆེ།